ཁྱབ་པ་ཕོག། གནས་ངན་ན་ནི་ལུག་གདབ་བདེན་པ་བཟོ་བོའི་སྐལ་ཆ་བཤམ་མཁན་ན་ཁྱབ་པ་ཕོག་གོ་དུ་དུ་རྒྱལ་ཁབ་ཟིན་ན་ཆོག་གོ་མི་རིགས་ཟིན་ན་ཆོག་གོ་དེའི་ནི་སྐལ་བ་དེའི་ཁ་ཐིར་གདོང་ནང་འཁོན་དགོས་ནི་མཚོན་རྟགས་ཡིན་ནི་རེད་ར། དེའི་ཙི་ཀི་བཟང་བོ་གྱིས་དེ་མི་ཡི་གི་ཨ་ཟེ་གོ། ཇི་ཀ་སྲིད་ཀྱང་ཁོ་ལ་སྤྲུ་གཏོང་མ་ཕོག་དོ་ཟེ་ན་ད་དེ་མི་ཟིག་སོང་དུ་ད་ནི་དང་དུར་སྐབས་གང་གི་ནང་ན་ཨ་ཟེ་ན་ད་ཇི་ཀ་ཟིག་ཀྱུ་བདར་མྱང་བ་དུ་དང་ནི་སྐབས་གང་ལ་ཡང་ཨ་ཟེ་ན་རེད་སུས་ཀྱང་ཁོ་ལ་སྤྲུལ་གཏོར་མ་ཕོག་ཏུ་འོས་ཟིན། བར་ཟིག། སོང་སྐད་ཆ་ཟིག་བདེན་པ་ཟིག་ལྷག་བསམ་རྣམ་དག་གི་སོང་ལོ་གཅིག་བཤད་གྲོང་སོ་སོའི་ཐོག་ཁ་ཆད་པ་བཟང་གྱི་ཉེན་ཁ་འོག་དུ་ཡོད་སོང་དུས་ད་སུས་ཀྱང་བསམ་པ་རྣམ་པར་དག་པ་གི་སོང་ནི་བཤད་མཁན་མེད་གི་འོས་ཟིན། དེའི་གི་ལམ་ལུགས་ཟིན་ན་འདྲ་གི་ངེས་སྟངས་དུ་སྐབས་དུ་དུ་ནས་ཁོའི་ཧྲག་ང་ཆག་འཇིག་འགྲོ་བའི་རྐྱེན་ཡིན་པར་མ་ཟད་དུས་ད་ལྟ་ཡང་གཅིག་པ་རེད་དམ། འཛམ་བུ་གླང་གི་སྟེང་གི་སྒེར་སྤྱོད་ཀྱི་ཧྲག་དབང་མང་ཟིན་འཇུག་འདི་ནི་འཇིགས་སྒོར་གཅིག་གི་རྒྱུ་མཚན། ཧྲིག་གི་ནང་གི་རྒྱུ་འབྲས་ཞིག་ལྟ་བ་རྩ་བ་ཉིད་ནས་མགོ་ལོག་བཞུགས་ནས་ཉིན་དཀར། གནས་སྐབས་གཙང་མ་ཁུལ་བྲག་ཕུག་དམག་སྐབས་ཙམ་པོ་ཡུལ་རྫོང་འདི་གྲོང་གཞིར་རྩེ་ནས་ཁུར་གང་ཉིད་ཅིག་གི་དམག་གཞི་འཐོར་སོང་བ་རེད། དེ་ལྟར་རྗེ་བོ་ནི་བླ་ནས་སྨྱུག། འཁོར་བོ་ནི་འོག་ན་བཀྲ་མོ། ད་དེ་ནས་གོང་ན་རྒྱལ་བོ་ནི་གོང་ནས་བསྟིམས་པའི་སྨྱོན་པ་ཟེར་ན་ཟེར་རེད། འཁོར་བོ་ནི་འོག་ན་བཀྲ་མོ། འཁོར་བོ་ཟེར་ན་ཡོད་ཧོར་གྱི་དོན་འདྲ། འདི་སྐབས་ཀྱི་འཁོར་བོ་འབངས་ཀྱི་དོན་ཡིན་གྱི་རེད་ར། འབངས་ནི་ཨོག་ནག་བཀྲ་མོ་ཟེར་ན་ད་ཁ་འཐོར་སོང་ནི་རེད། ཁ་འཐོར་སོང་ཟེར་གི་འདུག་ཅུང་ཁ་འཐོར་སོ་སེམས་ཀྱི་ནང་ནས་དང་པོ་འཐོར་སོང་ནི། སེམས་ཀྱི་སྟེང་ནས། ཐུན་མོང་གི་འདུ་ཤེས་དང་ཐུན་མོང་གི་རྒྱལ་ཁབ་ཀྱི་འདུ་ཤེས་རྒྱལ་རོང་བློ་དཀར་རྒྱུད་གཅིག་གྱུར་གྱི་བསམ་བློ་དུ་འཐོར་ནས་ཉིན་དཀར་ནི། ཨོག་ནག་བཀྲམ་གྱིས་མགོ་བཟུང་བཞག་ནི་རེད། དེ་ནས་སྐབས་འདི་ནས་གི་ཁ་འཐོར་རོ་ཟེར་གི་འདུག་ཅུང་འདི་རིགས་གོ་བ་ལངས་ན་ཆོག་ན་དང་སྐབས་དེ་དུས་ད་རྒྱལ་ཕྲན་ཆུང་ཆུང་རེད། རྒྱལ་རོང་དེ་ཡིན་ནམ་མི་འགྲིག་ག་ཕྱིན་ཆད་ལྷག་པ་ཟེར་འདུག་དེ་སྔ་ཁོང་ནས་ཧ་ར་རྒྱལ་མཚམས་འདྲུད་ནི་ས་ཆ་གཞན་པ་གཞན་པ་འཇོག་རྒྱུ་ར་སྐབས་དེ་དུས་མཐའ་མཚམས། མཐའ་སྲུང་དྲག་པོ་ནི་ཕར་ཆེར་ཡོད་རྒྱུ་མ་རེད་དེ་རིགས་ཟིག་གི།

ལོངས་སྤྱོད་དག་ཐམས་ཅད་པོ་འདི་ནི་ཧྲིག་ཀྱང་འཛིན་དུ་བཏོན་ན་དག་དམིགས་སུ་འཛིན་པའི་མེ་ར་ཉམས་ཆག་འཁོར་སོང་ནི་རེད། མི་ཡོངས་ཀྱང་བཟང་བོ་བརྒྱད་ལ་འཁང་ངོ། ཧ་ར་ནམ་པ་གི་སྟེང་ནས་རྒྱ་རུས་ལྔ་ཁོང་མགོ་གིར་ནི་ལྕགས་ནི་བརྡལ་ནོ་མ་གཏོགས་བསམ་པའི་སྟེང་ན་མི་མང་ཐམས་ཅད་པོ་འདི་རྒྱ་རུས་ཐོག་ལ་ཤོར་འདུག་གི། མི་མང་ང་སོ་སོའི་མི་མང་བརྩི་འཇོག་གིས་མི་བྱེད་ནས་སོ་སོའི་མི་མང་ཁོང་ཁྲོ་ལྷང་མྱོང་ནས་གི་དབང་འཛིན་པ། ད་ཡིན་རང་བསྟན་ནི་མ་རེད་དག་བསྟན་ཁས་ལ་འཁྲུལ་སོ།

ད་རང་རེའི་རྒྱལ་ཁམས་འདི་ཧྲི་ད་ཧྲི་གི་ཚིག་ག་ཟི་མེད་གི་ཆུ་ཡ་ཆུ་གི་ཚིག་ག་ཟི་མེད་གི་ད་ཆུ་འཛིན་ནོ་འདི་ཟངས་ཀྱི་གི་ཆུ་མ་རེད་སྐབས་ད་དུ་དར་ཡོད་བ་མ་རེད་ད་ཤི་རིག་འཛིན་ན་ཆོག་གི་གང་ལྟར་ད་འགྲོ་ལུགས་འཛིན་ན་ལམ་ལུགས་དེ་འདྲི་གི་གོ་དགོས་ཀྱི་རེད་གང་ལྟར་གི་ཆ་ད་ཚིག་གམ་ས་ཉིན་ཟི་མེད་གི་འཛིན་ན་རྒྱལ་ཁབ་ཟི་གི་རྣམ་པ་ཉམས་ཆག་གི་ཧུར་དོག་གི་ཟི་ཡེ་གི་མྱི་ཐམས་ཅད་པུ་ཧོང་ལོག་དོག་གི་དཔལ་འབྱོར་ཡར་རྒྱས་འཇོག་གི་མེད་གི་ཟི་རྒྱ་རུ་ཆབ་སྲིད་སྤྱི་བསྟུན་ན་འཇོག་གི་མེད་གི་ཉམས་དམག་གི་ཟི་དམག་གི་སྒྲིག་གཞི་མི་བརྟན་གི་ཟི།

བཟང་བོ་གཅིག་མཉམ་དུ་མ་བཏབ་སྟེ། ད་བཟང་བོ་གཅིག་གི་གཤིས་ཀ་གང་ནས་ཀྱི་གཤིས་ཀ་རེད། ལོ་དཀར་བོ་གི་བཤད་ནོ་དེ་ཉལ་ཁ་ཉིན་ནས་ཉི་གཟི་མ་རེད། མཉམ་དུ་མ་བཏབ་སྟེ། བདག་གིས་ཟེར་བ་གཉིས་སོ་ཞེས་འཛི་བཟང་ལ་ཆད་པ་ཕབ་ཏོ། ད་དེ་འགྲིག་གི་དངུལ་གཡོག་གི་བདེན་པའི་སྐད་ཆ་ཟེར་བཤད་ནོ་དེ་ད་ཉེས་བ་རེད་ཟེར་ནས་འཛི་བཟང་ཆད་པ་ཕབ་པོ་ཟེར་ནས་འཛི་བཟང་བློན་པོའི་ནང་ནས་ཧད་ཅིག་ལ་རེད།

ཁྲིམས་དཔང་གསར་མ་འགོ་བཏགས་ན་ད་རོགས་ཡིན་ནི་རྫུན་ན་དེ་བས་ཡོད་ཁ་རེད་ད་འདི་ནང་ཚིག་དེ་མི་ཚང་མ་མི་ཟ་གི་རེད་ཨ་ཤིན་ཏུ་དགོས་བ་རེད་གནའ་ཡིག་རེད་ཏང་ཧོང་གི་ཡིག་ཉག་རེད། གང་ལྟར་ད་མེ་འབར་བཏང་བཞག་ཨོ་དེ་ལ་བཟང་བོ་ཅན་མགོན་ནི་སྟག་སྐྱ་བོའི་ཡིར། ཡིར། ཡིར། ཡིར་རབ་བདེ་བཞི། ལུམ་ཡག་གསུམ་རྣམས་བཟང་བོ་རྒྱའི་ཁྲི་འབངས་གསུམ་གྱི་ནང་དུ་འདུས་བ་ལས་མཁར་སྦུར་ཡུལ་བསྐྱེད་དེ། ལུམ་ཡག་གསུམ་གྱི་མི་རྣམས་གཉིས་འཛིན་བཟང་གོ་བྲན་དུ་ཤོན་ཏོ་ལེའོ་གི་ད་རྒྱ་ཁྱབ་རྒྱ་རེད་ར། བཟང་བོ་རྒྱའི་ཤིན་ཏུ་དགའ་ཟེར་ད་བཟང་བོ་རྒྱའི་ཁྲི་འབངས་གསུམ་པ། ཁྲིམས་དཔང་གསུམ་པ་དགའ་ནི་དགའ་ཡུལ་གཅིག་གི་རྒྱུ་མཚན་ཆི་ཟི་རེ་ཟི་ན་ཐམ་རྒྱལ་བོ་སྟག་སྐྱ་བོའི་ཡིར། སྟག་སྐྱ་བོའི་ས་སྐྱ་གི་མྱང་བ་སྐབས་དུ་དུ་སྟག་སྐྱ་བོའི་ས་སྐྱ་དེའི་མྱང་བ་ཡིར། ཡིར་རབ་བདེ་བཞི་ཟེར་གྱི་ཟི་ལི་མི་ཡག་གསུམ་ཟེར་གི་འདུག་རྒྱུ་དུ་བཟང་བོ་གྱི་ཁྲིམས་དཔང་གསུམ་གི་ང་ཁོང་ཨར་འཁོར་སོང་ཟེར། དེའི་ང་ཁོང་ཨར་འཁོར་རྒྱུ་ཐམ་གི་གཉེན་འཛི་བཟུང་ནི་ཁོའི་རྒྱལ་བོ་དང་ཚར་བཅད་དུས་འདིའི་དབང་ཤིག་ག་བསྟན་ཡོད་པ་གཏན་འཁེལ་རེད་མ་གཏོགས་གཉེན་འཛི་བཟུང་ནི་ཁོའི་རྒྱལ་བོ་ཚར་བཅད་ན་ཁུར་ཁ་ཤོད་འདུག་འཇོག་རྒྱུ་རེད་ར། དེ་མ་ཡིན་ཡང་རྒྱལ་རོགས་ཤིག་གོ་ཕམ་ཁྱེད་རང་དུ་དེའི་སྦྱར་གཞི་ང་ཐང་དང་དེའི་རྒྱལ་རོགས་འདི་ང་ཁོང་འོན་ཆོས་ཚོས་བལྟ་རྗེས་གཟིགས་ཀི་ཨ་ནི་འཛི་བཟུང་འདི་ཁོ་འདི་ཚར་སྐྱེད་པའི་གོ་རིམ་གི་ནང་འདི་ནུས་བ་ཤིག་ཅི་འཐོན་ཡོད་ཀྱི་རེད། དེས་ང་ཁོང་ཨའོ་སོང་ཟེར་ཡ་དེས་ང་ཁོང་དུ་འདུལ་བ་ལས། མཁར་སྦུ་རིའི་སྐྱེད་དེ་ཟིག་ད་མཁར་ཟིག་ཨ་སྦུར་བ་ཟིག་ཅེས་བཟོ་ད་སྦུར་དབྱེར་སྣ་ཟིག་འདུག་ཇོ་ཐམ་གི་ཆེད་ཀི་ས་སྐྱ་ཟིག་དེའི་ས་སྐྱ་དེ་རེད། དེ་ནས་ས་མཚམས་བཟུང་དེ་ནི་ད་དུ་མར་ནང། གླུ་མེག་སིམ་གི་སྨན།

བྲན་རིགས་ཀྱི་ནང་དུམ་ཉམས་གཙང་སྐུད་ཡང་འདི་བཟུང་གི་བྲན་དུ་ཕྱིན་ཏོ། དམ་ཉམས་གཙང་སྐུད་ཟེར་གྱི་འདུག་རྒྱུ་བོ་དུ། ཧ་ལི་པ་གི་སོ་ཡིན་ཙི་གི་ནི་ལུམ་པོ་ནུ་ཅན་ཙི་གི་ལུམ་པོ་ངར་བ་ཟེར་རེད་ད། ཕྱི་ངོས་ན་བཟང་བོ་རྗེ་ཕྲེང་བ་ཟེར་བ་ཁོང་གི་ལུམ་པོ་ཟེར་རེད་ད། ད་ལྟའི་གནས་འདི་བཟུང་གི་བཤེར་དགའ་བཞི་འདི་བཟུང་གི་བཤེར་རྗེས་བཞག་ནི་བཤེར་དགའ་བཞི་གཉིས་ཀ་བ་ས་སྐྱ་འབྲོག་ཐང་དང་མི་ནོར་ལ་སོགས་བཞི་གཉིས་ཀ་བ་ཉམས་གཙང་སྐུད་དུ་འདི་བཟུང་གི་བྲན་ནི་ཨ་བཞི་འཇགས་སོ། ཡང། ཡང་གཙང་སེལ་དུ་འཛིན་བཟུང་གི་ད་ང་ཁོང་བ་བཞིན་ཅིག་སྐབས་ཉིན་འདི་ནས་བཀྲེན་བཀྲེན་འཛིན་ནོ་མང་ཆེ་བ་ཡང་ཧོལ་གོ་གཏོང་མ་རེད་ར་དེ་ང་ཁོང་བ་བཞིན་ཅིག། དེ་ཡོད་དུས་འཛིན་བཟུང་གི་ཆུང་མ་བ་ཚབ་ཟིས་ཉང་གཙང་སྐུ་ཕྲེང་བྱེད་པ་ལ་སྐྲག་བྱས་ཏེ་སྙིབ་སྐྱོན་མང་བོ་བྱས་ཡོད་དེ་ད་ངས་ཟེར་རྒྱུ་དེ་ལྟར་རེད་ར། ད་ངས་འཛིན་བཟུང་གི། བདེ་མོ་ཆུང་མ་མྱང་བ་ཚབ་ཟ་ཟེར། བ་ཚབ་ཟ། ད་མྱང་གཙང་ཀི་འདི་མི་གོ་བློན་པོ་ཆེན་པོ་ཟེར་ད་ཁིར་སིང་ལ་ང་ཁང་བ་གཅིག་བཞག་དུས་ངར་ཅེར་ཆས་འོང་ཟེར་ད། མྱང་གཙང་ཀི་བྲན་སྟོབས་ཞིམ་པ་ལ་དྲག་ཆས་དེ་ཟེར་ན་ད་འདི་འདྲས་གི་བློན་པོ་ཆེན་པོ་ཟེར་ཁོང་གི་ང་ཁང་བ་བསྡུ་བཞག་ད་བསམ་དུས་ངར་ཅེར་ཆེན་པོ་གཅིག་ཡོང་ན་སྙིབ་ཅུ་མང་བོ་ཞིག་ནི་རེད་ཟེར་ད་སྙིབ་ཅུ་མང་བོ་ཞིག་ཏུ། གཙང་ཀི་མར་གས་ཟེར་ད་ཏི་མིར་གས་ཤག་ཤག་རེད་ར། ངོ་ན་སོ་སོ་ཞིག་བསིལ་ཐང་ཡོད་པའི་འདི་མི་གོ་བློན་ཆེན་ཟེར་ད་ས་ལྕགས་གཞན་བརྩིགས་ནས་ཕྱིར་རྒྱུས་ཅན་འདྲས་ཟེར་གྱིས་མྱག་གསར་བ་ཟིག་གི་ང་ཁང་བ་ཁོར་ད་སང་གི་སྒ་མོ་སྙིབ་ཅུ་ཡིས་ཟིག་གི་ད་སྒ་ནི་མ་རེད་ར།

ཁར་ཀ་དག་གཙོ་བོ་རེད་སྐབས་དེ་དུས་ཀྱི་དར་ཧྲིག་གི་འགྲོ་ལུགས་ཀྱི་ཐོག་ནས། འོག་གི་དབང་འཛིན་གམ་གཉིས་ཀྱི་བར་གྱི་འགལ་བ་དང་ཐག་གཅོད་ཡོད་རྒྱུ་དེ་ཁར་ཀའི་ཧྲི་དབང་གཏན་འགལ་གཏན་གཏན་འཁྱགས་རུང་བྱེད་དགོས་ཆ་ཤས་གཙོ་བོ་དེ་རེད། འོག་གི་དབང་ཆ་བཙོང་མཁན་གྱི་སྐུ་དྲག་གི་བར་གྱི་ཁེ་ཕན་གྱི་འགལ་རྩོད་དེ་དུས་དང་དུས་བར་དུ་སྙོམས་སྒྲིག་ཡོད་རྒྱུ་དེ་རྒྱ་རོགས་ཟིག་གི་ཁར་ཀའི་མགོ་ནར་སྐྱེལ་གྱི་ལས་ཀ་ཆེ་ཟིན་ནི་རེད། དེ་སྙོམས་སྒྲིག་ཡིན་མ་ཐག་དུས་དེའི་རྒྱལ་ཁབ་ཆགས་འཇིག་ཡོད་ཆེད་ཀྱི་རྐྱེན་ཡོང་ནི་རེད། དེ་ཡིས་སོང་ཚིག་གི་ད་བཟང་བོ་རྗེས་ཀྱི་མངའ་ཁོངས་ནི་འདིར་ཡིན་ནོ། མཐོ་རིམ་མི་སྣ་སྐོར་ཟིག་གི་བར་གྱི་འགལ་བ་དུ་བཟང་བོ་རྗེས་ཁྱི་ཟིག་གི་ཐག་གཅོད་ཡིན་ཟིག་འཛིན་ན། བཟང་བོ་རྗེས་ན་རེད། གཉེན་འཛི་བཟང་ལས་ང་ལ་སྙང་ཉེ་བ་མེད་པས་དེའི་བྲན་དུ་ཁྱོད་བོར་མ་རུང་བ་མེད། རྗེ་མོ་སྙིབ་བཅུས་བྱས་ཀྱང་རྗེ་མོ་ལ་དབང་ཡོད་པས་ཉོས་མེད་དོ། ད་དུ་ཁྱོད་འདིའི་ཐག་བཅད་ཡོད་ཁ་མ་ཡིན་ཟེར་ར།

དག་གི་ཡང་བཟང་བོ་ཅིག་འཆད་ཟིས། གཤེན་ཁྲི་བཞིར་སྣང་ལུང་བྱེད་པའི་ངོ་མ་ཆོད་དོ། ད་བཟང་བོ་ཅིག་གི་གཤེན་ཁྲི་བློས་དུ་ཁུར་གི་སྣང་ལུང་འཛིན་ན་ད་སྣང་གི་མྱི་འཆད་ཟིས། ད་དེའི་ངོ་ལངས་མ་ཐོས་དེའི་ངོ་མ་ཆོད། དགེ་བའི་མི་དགེ་བ་བསད་ན་བསད་དུ་ཟད་དོ་ཞེས་སྨྲས་ཟིས། ད་དེ་ཡང་དགེ་བའི་མི་དགེ་བ་བསད་ན་བསད་ཀྱི་དུ་བསད་ན་ཧ་ལས་ཀྱི་མེད་གི་ཟིན་རེད་ད།

ད་རེས་ཀྱི་དབུས་རི་འཚབ་ཀྱི་ཞང་བོའུ་རེད་འདུག་ཞང་བོའུ་དུ་བཟང་བོ་བཅས་ཀྱི་ནང་འཁོར་ཟིན་སོང། ནང་འཁོར་རྩུབ་གོམས་ཉེས་ཟིན་ཟིན་ད་དུ་ཕར་ཕྱིན་རྒྱུ་ནང་གཉིས་ཀྱི་ཚོགས་ཁག་གི་ནང་འོང་ནས་བར་འགའ་སྐྱ་འདི་དང་དམ་བཅའ་བཞག་སོང། ཉང་སྨོན་ཏོ་རི་ནི། ཉང་སྨོན་ཏོ་རི་ཨ་ད་ཉང་སྨོན་ཏོ་རི་འདི་གཙང་ཁུལ་དང་གཉིས་ཀ་མཉེར་གཅིག་རེད་ཟེར་གོ་གི་འདུག་གཙང་ཁུལ་ཚི་བོ་ནག་སང་ལོ་ལ་དག་ཀྱུར་སྐྱེལ་ཏོ་ཟེར་ཚི་བོ་ནག་སང་དུ་སྟག་ལོ་ཉག་ཟིག་གི་ཕྱོགས་ཀྱི་གཉེས་ཟིག་རེད་འདུག་བཟང་བོ་བཅས་ཀྱི་ནང་རྩུབ་གོམས་ཉེས་ཟིན་མ་རེད།

བཙན་པོ་དང་ཧོར་སྙོམས་སྤྲོ་ན་སྐྱོབ་པའི་ཚེ་འབངས་རྣམས་ཀྱིས་གཏེར་ལྟར་འགྲོ་བ་མཐོང་ནས་སློབ་བླངས་པ། འདི་ཆ་ག་ཉིན་སྐར། ད་ཕག་ཚལ་གྱི་ཤང་སྣེ་འདི་ན་ཐམ་ག་ཅིག་གི་སྣ་བཞི་འོ་ནུ་ནང་གི་ཕག་ཚལ་བཟེད་གི་འདུག་རྒྱུ་དེ་གི། ས་སྐྱ་དེ་ནི་ནགས་བཟོ་འོ་ནུ་ནང་སྦིས་ནི་བསྡད། ནུབ་མོ་མཚལ་ན་རྟ་གཞོན་ནི་བསྡད་ཤང་ཕུབ་སྤྲང་ཤང་ང་སྟག་སེ་གི་ནང་ད་རྒྱལ་བོ་ད་སོང་ནི་བཅུད་འདྲ་མི་འདྲ་ཡིན་ནོ་དེར་ཡིན་ནོ་ད་མྱི་མཚམས་འདྲེ་ཁ་རེ་སོང་མཚམས་འདྲེ་ཆ་རེ་སོང་དེ་མེད་དུ་སྟོབས་དེའི་ས་སྐྱ་དེ་མྱི་མང་གི་རིགས་ཆེ་རུང་ཟེར། དེ་གི་རིགས་ཆེ་རུང་ནི་ད།

སྔར། རྒྱལ་རྟགས་བས་སྙན་དུ་འཕྲིན་བསིལ་བོ་ནགས་སྲང་གི་བརྒྱུད་བ་ལས་དེ་ཚུན་ཆད་ནགས་སྲང་གི་སྤྲིན། དབུགས་ཀྱིམ། དབུགས་ཀྱིམ་དང་རྨང་བའི་ཟེར་དག་ནག་གིམ་ཡིག་གིམ་དབྱངས་དང་ཆད་འདྲེས་མི་ཟེར། སྔར། རྒྱལ་པོ་སྟག་རི་གི་སྙན་གཟིགས་ཀྱི་སྐལ་བ། ད་རེས་གིམ་མྱི་ཆ་སྐལ་ད་རྒྱལ་པོ་སྟག་རི་སྙན་གཟིགས་ཀྱི་བར་རམ་མྱི། མྱི་སྦྱིན་གིམ་ངག་རྒྱུ། ད་ཁོ་ཚོ་གསང་བའི་གི་སྒྲོམ་གྱི་ཆེད་དུ་བཀོད་སྒྲིག་གི་གོ་ནི་ར་རྒྱལ་ཁབ་ཀྱི་མགུར་སྟངས་ལྷོག་རྒྱས་གོ་ནི་རྒྱལ་ཁབ་ཆུང་ཆུང་ཟེར་རེད་ད། དེའི་སྐལ་བའམ་མྱི་ཧར་ངོགས་ཟེར་གྱི་རྒྱུ་ཚི་བོ་ནགས་སྲང་རེད། རེད་ད་དེའི་མཚོན་བྱེད་ནི་མཚེའུ་ནག་སང་གི་ཝེ་ཧོ་ཟིག་ཨ། སྦུག་འཇིམ་སྟངས་དམངས་བོ་ཟིག་འདུག་ཅེས་སོགས་རྒྱུ་ལྟ་བར་སྦྱིན་གི་ངག་ཟིག་ཨ་ཟིན་རེད། ད་གི་འཇིམ་སྟངས་དམངས་བོས་གཉིད་ལོག་པ་ན་ཁོང་ཅག་གི་དཀྲུགས་གཏམ་ངག་སྙིགས་གཏམ་དུ་རྡོར་གྱིས་རྟོགས་ངེས་ཟིན་འདུག་སྐྱིད་སྡུག་ཧ་ལས་པ་གི་གསང་བ་གི་རྟགས་ཆད་ཡོད་གི་ར། ཉེ་དུས་སུ་ད་གི་ཅིག་གིས་རྒྱལ་ཁབ་གི་འདི་གི་ད་ཨ་མི་རི་ཀ་འདི་ན་གྲོང་ཁྱེར་འཁྱུད་ཟེར་ནས་བཟུང་ནི་རེད་འདི་མི་རྒྱལ་ཁབ་ད་རྒྱལ་ཁབ་གི་བར་གི་གསང་བའི་འདི་སྟོང་ཉུང་མཁན་འདི་དག་ས་སྐྱ་གཞན་ན་སོང་ཚུགས་ནི་མོ

ད་འདི་སྐལ་བ་འདི་རེད་འདི་ཤིན་ཏུ་གསང་བ་ཡིན་བར་རམ་སྙིང་གོ་དུ་ཁུ་ནུ་མོ་གཉིས་སྦྱར་བའི་ཁ་ནང་ནས་ཤོར་འགྱུར་བ་བསམ་ན་དེ་སྐྱག་ནི་ད། ཁྱིམ། ཁྱོ་མོ་དང་མི་གཉེར་བའི་རི་ལ་ཉར་བཞག་མ་ཚུད་ན་ཁྱིམ་ཚང་གི་ཁྱིམ་མ་མ་བདེ་དར་རྒྱུན་གོ། རི་མགོ་ཉག་ཉག་ནས་མི་ཚེ་ནུབ་རི། ནུབ་རི། ནུབ་རི་ལ་ཉག་ས་འཕོ་བ་བཞིན་ནུབ་ད་ནུབ་ད་ཉག་ས་ཕོར་ན་ད་དེ་མིག་གི་གསང་བ་དམ་པོ་ཡོད་གོ་ར།